ཐག་རིང་ཕྱི་ཚེས་ཉི་ས་གཅིག་ཉིན་བོད་ཀྱི་གཞུང་འབྲེལ་མ་ཡིན་པའི་ཚོགས་པ་ཁག་ལྔ་ཞིགཁ་སང་ཕྱི་ཚེས་ཉི་ཤུ་གཟའ་ཉི་མའི་ཉིན་ཁོང་ཆུ་ཚོད་དང་པོའི་ཐོག་སྤྲུལ་སྐུ་ཧུང་དཀར་ཐུགས་རྗེའི་སྐུ་ཕུང་ནང་མིས་མོས་མཐུན་མེད་པའི་ཐོག་ནས་ཞུགས་འབུལ་བྱས་པར་སྐྱོན་བརྗོད་དང། གལ་ཆེའི་རང་བཞིན་གྱི་ཞིབ་བཤེར་བྱས་དགོས་པའི་རྩ་དྲག་གི་གསར་འགོད་གསལ་བསྒྲགས་ཤིག་རྡ་ས་ས་གནས་འགོ་འཛིན་གྱི་ཚོགས་ཁང་ནང་དུ་ཚོགས་སོང། སྐབས་དེར་རིན་པོ་ཆེ་ཕྱི་ལོ་ཉིས་སྟོང་ཉེར་གསལ་ལྔ་ཟླ་བ་གསུམ་པའི་ཟླ་མཇུག་ཏུ། ཝེར་ནམ་གྱི་གོ་ཅི་མིན་གྲོང་ཁྱེར་གྱི་བཀག་གཉེར་ཁང་ཞིག་ནང་དོགས་གཞི་ཅན་གྱི་གནས་སྟངས་ཤིག་གི་འོག་ནས་སྐུ་གཤེགས་པའི་སྐོར་དང། གནད་དོན་དེ་ཡི་སྐོར་འཕྲལ་དུ་རྫ་དྲག་ཐོག་ནས་ཞིབ་བཤེར་བྱེད་དགོས་པའི་རེ་སྐུལ་ཞུས་ཡོད་ཀྱང། ཡིད་སྐྱོ་བ་ཞིག་ལ་རིན་པོ་ཆེའི་སྐུ་ཕུང་ལ་ཞིབ་བཤེར་དང་བརྟག་དཔྱད་གང་ཡང་བྱས་མ་བཅུག་པ་དང་ཁོང་གི་ནང་མི་དང་གུན་པའི་མོས་མཐུན་མེད་པའི་ཐོག་ནས་སྐུ་ཕུང་ཞུགས་འབུལ་བྱས་ཡོད་པའི་གནས་ཚུལ་ཐོན་ཡོད་པའི་སྐོར་བརྗོད་སོང་ལ། ཐེངས་འདིའི་གཞུང་འབྲེལ་མ་ཡིན་པའི་ཚོགས་པ་ཁག་གིས། རིན་པོ་ཆེ་རྐྱེན་འདས་སུ་གྱུར་བའི་གནས་སྟངས་ཐད་ཕྱི་གསལ་ནང་གསལ་གྱི་ཞིབ་འཇུག་ཆ་ཚང་བ་ཞིག་འཁོད་པའི་གོ་བསྟུན་འདོན་རྒྱུ་དང། ཕྱི་རྒྱལ་སྲིད་གཞུང་ཁག་གིས་ཝེད་ནམ་དང་རྒྱ་ནག་གཞུང་ལ་དེའི་སྐོར་ལན་འདེབས་འཁོད་པའི་གནོན་ཤུགས་འབྲེལ་འཁོད་པ། མཉམ་འབྲེལ་རྒྱ་མཚོ་ལ་སྤྲུལ་སྐུ་རིན་པོ་ཆེ་དམར་གསོད་གཏོང་བ་ཡིན་མིན་ཞིབ་འཇུག་དང། དེ་དང་འབྲེལ་བའི་གནད་དོན་ཁག་གི་ཉིན་བཅུའི་དང་འཆར་གཞི་བཟོ་མཁན། ལག་བསྟར་བྱེད་མཁན་ཡོངས་རྫོགས་ངོས་འཛིན་ཡོང་བའི་འབོད་སྐུལ་ཞུས་སོང། སྤྱིར་རིན་པོ་ཆེའི་སྐུ་ཕུང་སྐུ་གྲོངས་རྗེས་སྐུ་ཕུང་འཇོག་ཡུལ། Win Myck Central Park International Hospital། ཟེར་བའི་སྨན་ཁང་ནས་རྒྱང་ཐག་སྤྱི་ལེ་བཞི་བཞི་ཞེ་གཅིག་སར་ཡོད་པའི Long Tho Cremation Park དུད་ཁྲོད་དུ་གདན་དྲངས་ཏེ་རྒྱ་ནག་གཞུང་འབྲེལ་མི་སྣ་དང་ཝེད་ནམ་འབྲེལ་ཡོད་ཚན་པས་འབྲེལ་ཡོད་ལུགས་སྔོན་གོན་པའི་དགེ་འདུན་པ་ཚོ་མགྲོན་ཁང་དུ་བཅུག་ནས་ཧ་ཅང་དམ་དྲག་དང་གསང་སྟབས་ཀྱིས་ཕྱི་ཚེས་ཉི་ཤུ་ཉིན་སྐུ་ཕུང་དེ་འབྲེལ་ཞུས་ཡོད་ཚུལ་ལས།

བོད་ཀྱི་གཞུང་གོང་མེད་པའི་ཚོགས་པ་ཆེ་ཁག་གི་མཆོག་སྤྲུལ་རིག་འཛིན་ཧོང་དཀར་རྡོ་རྗེ་མཆོག་ཝེ་ནམ་ནང་གི་བཀག་ཉར་ཁང་དུ་རྐྱེན་འདས་སུ་གྱུར་རྗེས་ནང་མིས་མོས་མཐུན་མེད་པར་སྐུ་ཕུང་ཞུ་འབུལ་ཞུས་པར་སྐྱོན་བརྗོད་དང་རྒྱལ་སྤྱིའི་རང་བཞིན་གྱིས་ཞིབ་དཔྱོད་བྱེད་དགོས་པའི་འབོད་སྐུལ་ཞུ་ཡི་ཡོད། དེའི་ཡང་མཆོག་སྤྲུལ་རིག་འཛིན་ཧོང་དཀར་རྡོ་རྗེ་རིན་པོ་ཆེ་འཛིན་སོང་དང་རྐྱེན་འདས་སུ་གྱུར་རྗེས་སྐུ་ཕུང་ལ་ཞིབ་བཅོས་གང་ཡང་མ་བྱས་པར་ཞུ་འབུལ་བྱས་པ་དེར་རྒྱ་ནག་གཞུང་གིས་གཡོ་ཇུས་བཤམས་ཡོད་པའི་དོགས་གཞི་ཆེན་པོ་ཡོད། རྡ་རམ་ས་ལར་ཕྱི་ལོ་ཉིས་སྟོང་ཉི་ཤུ་ཚེས་ལྔ་ཟླ་བ་བཞི་པའི་ཚེས་ཉི་ཤུ་རྩ་གཅིག་ཉིན་བོད་ཀྱི་རླབས་ཆེན་གྱི་སྐྱེས་བུ་མཆོག་སྤྲུལ་སྐུ་རིག་འཛིན་ཧུང་ཀར་རྡོ་རྗེ་རིན་པོ་ཆེ་མཆོག་གི་སྐུ་ཕུང་ནང་མིས་མོས་མཐུན་མེད་པར། ཞུ་འབུལ་བྱས་པར་བོད་ཀྱི་གཞུང་འབྲེལ་མ་ཡིན་པའི་ཚོགས་པ་ཆེ་ཁག་ལྔས་མཐའ་གཅིག་ཏུ་ངོས་ལེན་མེད་པའི་ཐོག་སྐྱོན་བརྗོད་ནན་པོ་བྱེད་རྒྱུ་ཡིན། དེའི་ཡང་རིན་པོ་ཆེ་མཆོག་ཕྱི་ལོ་ཉིས་སྟོང་ཉི་ཤུ་བརྩེགས་མ་ཟླ་བ་གསུམ་པའི་ཚེས་ཟླ་བ་གསུམ་པའི་ཟླ་མཇུག་ཏུ་ཝེད་ནམ་གྱི་ཧོ་ཅིང་མིན་གྲོང་རྒྱ་རིགས་ཀྱི་སྐབས་ཉེར་ཁང་དུ་དོགས་གཞི་ཅན་གྱི་གནས་སྟངས་འོག་སྐུ་གཤེགས་ཡོད་པ་དང།

རིན་པོ་ཆེ་མཆོག་འཛིན་གསུམ་དང་སྟག་སྨྱོན་ཁང་དུ་རྐྱེན་འདས་སུ་གྱུར་པ་དེ་བཞིན་ནང་མི་ཡི་ཆོག་མཆན་མེད་པར་སྐུ་ཕུང་ཞུ་འབུད་བྱས་པ་བཅས་ནི་རྒྱལ་སྤྱིའི་ཁྲིམས་ལུགས་ཀྱི་ཚད་གཞི་ལས་བརྒལ་བའི་གནད་དོན་ཚབས་ཆེན་ཞིག་ཡིན་པ་དང་དེ་ནི་དྲང་བདེན་ཞིབ་དཔྱོད་ལ། བོགས་འགེལ་བྱས་པར་ངོས་འཛིན་ཐུབ་པ་མ་ཟད། ཁོང་འཛིན་བཟུང་དང་རྐྱེན་འདས་སུ་གྱུར་པའི་གནད་དོན་ནང་རྒྱ་ནག་གཞུང་ཐད་ཀར་འབྲེལ་བ་ཡོད་པའི་དོགས་གཞི་ཆེན་པོ་ཞིག་ཆགས་ཡོད། དེར་བརྟེན་བོད་ཀྱི་གཞུང་ཁོངས་མ་ཡིན་པའི་ཚོགས་པ་ཆེ་ཁག་ནས་ཀྲུང་གོ་རིག་འཛིན་ཧུང་བར་རྡོ་རྗེ་མཆོག་བཀག་ཉར་དང་རྐྱེན་འདས་ཀྱི་གནས་ཚུལ་བྱུང་རྐྱེན་ཐད་རྒྱལ་སྤྱིའི་ཚད་གཞི་དང་ལྡན་པའི་ཕྱི་གསལ་ནང་གསལ་གྱི་ཞིབ་དཔྱོད་ཆ་ཚང་བ་ཞིག་དགོས་པའི་ནན་སྐུལ་ཞུ་རྒྱུ་ཡིན། དགུང་ལོ་ང་བཅུ་ང་དྲུག་ཏུ་ཕེབས་པའི་ཀྲུའུ་པུའུ་རིག་འཛིན་ཧུང་ཀར་རྡོ་རྗེ་མཆོག་གིས་བོད་ཀྱི་སྐད་ཡིག་དང་རིག་གཞུང་སྲུང་སྐྱོབ་གནང་བར། བོད་ནང་རྒྱ་ནག་གི་དཔོན་རིགས་ཚོས་རྒྱུན་ཆད་མེད་པར་སུན་གཙེར་བཟོས་བཞིན་པར་བརྟེན་བཙན་བྱོལ་དུ་ཕེབས་ཡོད་པའི་གནས་ཚུལ་ཐོན་ཡོད། ཁུངས་ལྡན་གྱི་གནས་ཚུལ་ལྟར་ན་ཕྱི་ལོ་ཉིས་སྟོང་ཉི་ཤུ་ཚན་ལྔ་ཟླ་བ་གསུམ་པའི་ཚེས་ཉི་ཤུ་ཚེས་ལྔ་ཉིན་ཝེར་ནམ་གྱི་ཧོ་ཅིན་མིན་གྲོང་ཁྱེར་དུ་ཝེར་ནམ་ཉེན་རྟོག་པ་དང་རྒྱ་ནག་གི་གསང་བ་གཉིས་ནས་མཉམ་འབྲེལ་གྱིས་ཁོང་འཛིན་བཟུང་བྱས་རྗེས་ཉིན་ཤས་རེ་མ་སོང་བར་ཁོང་བཀག་ཉར་ཁང་དུ་རྐྱེན་འདས་སུ་གྱུར་ཡོད། ཝེར་ནམ་གྱི་དབང་འཛིན་པ་ཚོས་ཁོང་སྙིང་ནད་ཀྱིས་རྐྱེན་པས། གྲོང་ཚོའི་གྱི་གཞི་མེད་རྒྱུ་མཚན་དངོས་ཡོད་ན་ཡང་ནང་མིར་སྐུ་ཕུང་མཇལ་བཅུག་མེད་པར་གནད་དོན་དེ་ཡི་ཐོག་བྱུང་ཁོངས་མ་ཡིན་པའི་ཡིག་ཆ་གང་ཡང་མེད་པ་བཅས་ཀྱི་བདེན་པ་སྦས་གསང་བྱས་ཡོད་པ་མངོན་གསལ་ཡིན། གནས་ཚུལ་དེའི་དང་དུས་མཚུངས་སུ་མགོ་ལོག་ཁུལ་དུ་ཡོད་པའི་ཁོང་གི་བུ་ཕར་རྒྱ་ནག་གཞུང་གིས་དམ་དྲག་ཤུགས་ཆེ་བྱེད་བཞིན་ཡོད་པ་དང་ཉེས་བཟུང་ཡང་ཤུགས་ཆེ་བྱེད་བཞིན་པའི་གནས་ཚུལ་ཐོན་ཡོད་པའི་ཆེད་དུ་རྒྱལ་སྤྱིའི་ཐད་གཏོགས་གོས་པའི་དགོས་འདུན་འདོན་བཞིན་ཡོད། ང་ཚོའི་བོད་ཀྱི་གཞུང་ཁོངས་མ་ཡིན་པའི་ཚོགས་པ་ཁག་གི་མགོ་ལོག་ཏུ་བཞུགས་པའི་དགེ་འདུན་པ་རྣམས་ཀྱི་བདེ་སྡུག་དང་གནས་སྟངས་ཐད་ཧ་ཅང་སེམས་འཚབ་ཆེན་པོ་ཡོད། དངོས་སུ་མཐོང་མཁན་ཚོས་བརྗོད་པ་ལྟར་ན་ཁོང་གི་དགོན་པར་ཁྱད་པར་དམ་དྲག་ཤུགས་ཆེ་བྱས་ཡོད་པ་སྟེ་ལྟ་རྟོག་བྱེད་ཤུགས་ཆེ་རུ་བཏང་བ། འགྲོ་སྐྱོད་ལ་དམ་དྲག་བྱས་པ། དགེ་འདུན་པ་དང་དབྱར་མོ་རྣམས་ལ་འཇིགས་སྐུལ་བྱེད་བཞིན་པ་བཅས་ཀྱི་གནས་ཚུལ་ཐོན་ཡོད། བོད་ཀྱི་གཞུང་འབྲེལ་མིན་པའི་ཚོགས་པ་ཆེ་ཁག་གིས། དང་པོ། ཀྲུང་གུང་ཧུང་བོད་རིག་འཛིན་ཧུང་ཀར་གོ་ཆེན་མཆོག་རྐྱེན་འདས་སུ་གྱུར་པའི་གནས་སྟངས་ཐད་ཕྱི་གསལ་ནང་གསལ་གྱི་ཞིབ་འཇུག་ཆ་ཚང་བ་ཞིག་དགོས་པའི་དགོས་འདུན་བཏོན་རྒྱུ་ཡིན། གཉིས་པ། ཕྱི་རྒྱལ་སྲིད་གཞུང་ནས་ཝེ་ནམ་དང་རྒྱ་ནག་གཞུང་ལ་ལན་འདེབས་དགོས་པའི་གནོད་ཤུགས་སྤྲོད་དགོས་པའི་རེ་འདུན་ཞུ་རྒྱུ་དང་བོད་ནང་གི་ཀྲུང་གོ་ལྷུང་བར་རྡོ་རྗེ་རིན་པོ་ཆེས་དགོན་པར་དམ་དྲག་ཤུགས་ཆེ་རུ་བཏང་བ་དང་ཉེན་སྲུང་ཐབས་ལམ་སྐོར་གྱི་ལན་འདེབས། ཐུག་རྗེས་ཕྱི་རྒྱལ་སྲིད་གཞུང་ཁག་ནས་ཝེ་ནམ་དང་རྒྱ་ནག་གཞུང་ལ་གནོད་ཤུགས་སྤྲོད་དགོས་རྒྱུ་དང་དེ་བཞིན་དེ་དག་ལ་སྐྱོན་བརྗོད་བྱེད་དགོས་པའི་འབོད་སྐུལ་ཞུ་རྒྱུ་ཡིན། གསུམ་པ། མཉམ་འབྲེལ་རྒྱལ་ཚོགས་ལ་མུ་འབར་རྡོ་རྗེ་རིན་པོ་ཆེ་མཆོག། ཕྱི་ལྡོག་མིན་པར་དམར་གསོད་བཏང་བ་ཡིན་མིན་ཞིབ་འཇུག་བྱེད་དགོས་པ་དང་མུ་འབར

དོན་རྐྱེན་དེ་དང་འབྲེལ་ནས་ཀྱང་སྐད་ཆ་མང་པོ་གཅིག་བརྒྱུད་ལམ་ཁག་མང་པོ་གཅིག་ལ་ནས་ལས་ཞུས་ཡོད་པ་རེད། ཡིན་ནའང་ད་དེ་རང་འདི་ལ་སྐད་ཆ་ཞིག་བཤད་དགོས་རྒྱུ་མཚན་དེ་གཙོ་བོ་ག་རེ་ཞིག་དེ་ནི་ང་ཚོ་གི་ཀྲུང་གོ་གོང་དཀར་རྡོ་རྗེ་བྷེལ་ནམ་ནས་ད་སྐུ་གྲོངས་པའི་དམིགས་བསལ་དེ་བྱུང་བའི་རྗེས་ནས་ད་ང་ཚོ་གི་རྒྱལ་སྤྱིའི་བརྒྱུད་ལམ་ཁག་དང་ད་འབྲེལ་ཡོད་དང་ཝེ་ཏི་ནམ་གཞུང་དང་དེ་ཚོ་ཚང་མ་ལ་ང་ཚོ་གི་དགོས་འདུན་ལྟ་བུ་བཏོན་ཡོད་པ་རེད་ལབ་ན།

ཡོངས་གྲགས་བྱེད་མི་འདུག་བ་རེད་ད་དེའི་སྐོར་མི་མང་བཀའ་སྤྱི་ཅིག་མ་བྱེད་བྱེད་ཀྱི་ཡོད་རེད་ད་དེ་བྱུང་དེ་ད་རིན་པོ་ཆེ་ངོ་སྤྲོད་འགྲོ་ཅིག་ན་ད་ང་ཚོ་ཕྱི་སྟོན་པའི་རྒྱལ་ལམ་ཁ་བ་མང་པོ་ཞིག་བཞུད་ཚར་བ་རེད་དེ་མདོར་བསྡུས་པ་འགྲོ་ཅིག་མ་ཅིག་བཞུད་པ་ཡིན་ན་ཕར་ད་དེ་རིན་པོ་ཆེ་ཡོད་པའི་དེ་ད་མདོར་ན་མགོ་ལོག་གི་ས་ཆ་ལ་ནི་ཕྱི་ལོ་ཆིག་སྟོང

ཟླ་བ་བརྒྱད་པའམ་ཟླ་བ་དགུ་པའི་ནི་སྟེ་ཉི་ཤུ་བདུན་བརྒྱད་འོ་ད་དེ་དྲིས་ནི་ཨ་ནི་བྷ་ཡེ་ནི་ཀ་སོགས་ཆ་མེད་དུ་གྱུར་ཏེ་དེ་ལ་མོ་ཆེ་ཁ་བ་བཞི་ཡོད་པས་དེ་ནི་ཚེ་གང་ཡང་དུག་དེ་ཁོ་ཐུག་མེད་པ་དེ་ལྟ་བུ་ཅིག་གང་དུ་ལྷག་འདུག་པ་རེད་དེ་བྱུང་ནས་ད་ཉེ་ལམ་ཉིན་སྟོང་ཉེར་རྩ་ལྔ་ལ་ལོ་ཟླ་བ་གསུམ་པའི་ད་ཉི་ཤུའི་ནང་ནས་ཨ་ད་གང་དུ་རིན་པོ་ཆེ་ནི་ཚུར་འདི་གང་དེ་མ་བྱུང་གིས་གང་ལ་གང་འཚམ་ཞིག་ཕྱི་ལོག་ལ་འཁོར་ཡོང་བ་དང་ཨ་ནི

དེ་དུས་ཀྱི་ཐོག་ནས་ང་གསུམ་གྱི་ད་ལྟ་བར་དུ་བཤད་བཞག་པའི་དཀའ་སྤྱད་ཡོངས་སུ་རྫོགས་པ་དེ་བདེན་པ་བདེན་ཀྱང་ཡིན་པ་དེ་ཁོང་ཚོ་དགོངས་མོལ་ལས་དང་བཅས་སྟངས་ཀྱི་སྒང་ནས་དཔེ་དེ་རབ་ཏུ་གསལ་བོ་ཞིག་བྱུང་རེད་བསམ་གྱི་འདུག་ང་དེ་རང་བཤད་བཤད་དགོས་བ་ཅིག་ལ་དེ་ག་ལེར་ལབ་འདུག་སྟེ། ད་མི་སུ་ཡིན་ན་བསམ་བློ་གཏོང་དང་གནད་དོན་གང་གི་ཐོག་ནས་ཡིན་ན་དཔེ་དེ་དེ་གསལ་བཤད་བྱས་ལ་དངོས་གནས་རིན་པོ་ཆེ་རྒྱན་ལྡན་གྱི་སྒང་ནས་སྐུ་གྲོངས་པ་ཞིག་ཡིན་ན།

བོད་གནའ་རབས་བོད་པ་དེ་ག་ག་ལ་བདེ་འཇགས་དང་སྲུང་སྐྱབས་མེད་པ་མ་ཟད་ཕྱིའི་ལུང་པ་ཅིག་ལ་འགྲོ་བ་ཡིན་ན་གས། ར་ཕྱིའི་ལུང་པ་ཅིག་ལ་འགྲོ་བ་ཡིན་ན་གས་རྒྱ་ནག་ཁོ་རང་ཚོ་གས། འདོད་བློ་ཁྱམས་པ་ཅིག་ལ་རྒྱ་ནག་ཁོ་རང་ཚོ་གས་ལ་རྒྱོ་དེ་མ་བྱེད་བ་ཡིན་ན། སུ་ལ་ཅིག་ཡིན་ནས་བླ་མ་ཆེན་པོ་ཡིན་ན་རེད་གཞུང་གི་གར་ས་བ་རེད་འགོ་ཁྲིད་ཡིན་ན་རེད་མི་མང་དཀོན་མ་དཀོན་མ་ཅིག་ཡིན་པ་ཡིན་ན་རེད།